འདི་བདེན་པ་རེད་འདི་བདེན་པ་རེད། ཆོས་ཆོས་ཟེར་ཡག་གི་གོ་བ་ངོ་མ་འདི་གཤིས་རྒྱུད་བཟང་པོ་བྱེད་དགོས་ཀྱི་རེད་བ། གཤིས་རྒྱུད་བཟང་པོ་བྱེད་ཡག་གི་ཆོས་དེ་དག་ཁ་བྲལ་ནས་ཆབ་སྲིད་ཕྱིན་པ་ཡིན་ན་ཨེ་ནི་འཇིག་རྟེན་ནག་པོ་ཟེར་ཡག་གི་རེད། མི་ལ་གནོད་འཚེ་བྱས་མི་ལ་བསམ་གནག་བྱས་མི་ལ་མགོ་སྐོར་དང་སོ་སོ་རང་གི་གྲུབ་ཡ་རྐྱང་རྐྱང་གང་ལ་ཕྱིན་པ་ཡིན་ན་འཇིག་རྟེན་ནག་པོ་ཟེར་ཡག་གི་རེད། ཕན་སེམས་ཀྱི་ཐོག་ནས་ད་འཇིག་རྟེན་སྐྱོང་བ་དེ་ཆབ་སྲིད་ཀྱི་ལས་ཀ་ལས་ཀའི་སྐོར་ནས་འཇིག་རྟེན་སྐྱོང་བའི་ལས་ཀ་བྱས་པ་ཡིན་ན་དེ་ཆོས་དང་མཐུན་པའི་འཇིག་རྟེན་དཀར་པོ་བྱས་ཏེ་རེད་ཅེས་ས་འཇིག་རྟེན་དཀར་ནག་ཁྲ་གསུམ་བཤད་ཀྱི་འདུག་ས་དེ་འདྲ་ཡིན་དུས་ཆོས་སྲིད་ཟུང་འབྲེལ་བྱས་ཏེ་ཆོས་ཀྱི་སྒྲིག་འཛུགས་དང་ཆབ་སྲིད་ཀྱི་སྒྲིག་འཛུགས་མཉམ་དུ་འདྲེས་ཡོང་མ་རེད་དེ་ངེས་པར་དུ་ཐ་དད་དགོས་པ་རེད

Institution གང་བསམ་གཏམ་ཡིན་ན་ཡིན་གཅིག་མཆི་ཁ་ཁ་གོ་རེད། དེ་འདྲ་ཡིན་དུས་ངས་དེ་དགའ་ལྡན་ཕོ་བྲང་གི་ལུགས་གཉིས་ཀྱི་འགན་འཁྱེར་ཡག་དེ་ཞུ་གུ་འདོགས་ཡག་དེ་རྩ་བའི་ངའི་ལྟ་གྲུབ་རེད་ཆུང་ཆུང་སྐབས་ནས་དེ་ངས་བོད་ཀྱི་འགྲོ་སྟངས་འདི་ཡག་པོ་རང་མཐོང་མི་འདུག་སོང་ད་དེ་དམངས་གཙོ་རང་གང་འགྲོ་ཐུབ་ན་རྒྱ་གར་རིན་པོ་ཆེ་ཟེར་ནས་ཆོས་སྲིད་ཀྱི་དབུ་ཁྲིད་ཀྱི་སྒྲིག་འཛུགས་ཆགས་དེ་ངས་དེ་ཡིན་གཅིག་མཆི་ཐ་དད་གོ་ཡག་དེ་གལ་ཆེན་པོ་ཞིག་རྟག་འདུག།

དང་ཡིན་ནི་མིན་ཡང་ཡིན་གཅིག་མིན་གཅིག་ཆོས་པ་འགའ་རེས་ངས་ཟིག་མེད། ཁྱོད་ཀྱིས་ཆོས་དང་མཐུན་པའི་ཡ་རབས་དང་ཆོས་གཉིས་ཁ་ཁ་བཞག་ཆོག་རུ་བ་ཆོས་དད་མེད་པ། ཆོས་དང་མཐུན་པའི་ཡ་རབས་ཡོད་པ་ཅིག་ངེས་པར་དུ་ཡོང་ཐུག་རུ་བ་འདི་སེ་ཁུ་ལ་ཨེ་ཐིག་ཟེར་ཡ་དེ་རེད།